བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་དང་རྒྱལ་རྟགས་ཀྱི་གཟུགས་དབྱིབས་དང་མཚོན་ཐོག་བོད་ཀྱི་རྒྱལ་གླུའི་གདངས་དབྱངས་རིང་ཐུང་བཅས་ཚིག་དོན་གཅིག་གྱུར་ཡོང་ཆེད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཆེད་འཛུགས་གནང་བའི་རྒྱལ་དར་དང་རྒྱལ་རྟགས་རྒྱལ་གླུ་ཚོགས་ཆུང་གིས་བོད་ཀྱི་རྒྱལ་དར་དང་རྒྱལ་རྟགས་རྒྱལ་གླུ་བེད་སྤྱོད་བྱེད་ཕྱོགས་ཀྱི་ཁྲིམས་འཆར་འཆར་ཟིན་ཡིག་ཆ་ཨང་བཅུ་གཉིས་ཁ་པར་སྐུ་བོད་སྤྱི་འཐུས་རྣམ་པའི་ཐུགས་འཕྲད་ཕེབས་པ་ཁག་ལ།

བཞི་བ། འཇའ་ལུས་ལེན་སྐབས་སྔགས་བྱང་པ་དང་རོལ་དབྱངས་ཉམས་ལེན་གང་ཞིག་ཀྱང་ཆོག་འོན་ཀྱང་འཕྲོ་འདུ་གཏན་འབེབས་དང་མུ་མཐུན་པའི་རང་སྣང་གང་ཤར་གྱིས་ལེན་མི་ཆོག། དོན་ཆེན་ཉེར་གཉིས་པ། སྒྲིག་གཞི་བསྐྱར་བཅོས། སྒྲིག་གཞི་འདི་ལ་བསྐྱར་བཅོས་དགོས་གལ་ནམ་བྱུང་རྣམས་བྱུང་མཚམས་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་འཐུས་དངོས་ཡོད་སུམ་ཆ་གཉིས་ཡན་གྱི་མོས་མཐུན་བསྐྱར་བཅོས་ལ་སྲིད་སྐྱོང་གིས་ཆོག་མཆན་མང་དག་བཀོད་འགོད། ཁྲིམས་འཆར་ལ་སྦྱོར་བཤུ་གནང་མཁན་ཚོགས་ཆུང་གི་ཚོགས་གཙོ་ཞི་བདེའི་དགེ་རྒན་ལྷ་རམས་པ་ཨ་ཀྲུག་ཚེ་བརྟན་ལགས།
པ་དེ་ཚོར་སྩོགས་ཁྲིམས་རྩོད་ཡིག་ཆ་ཨང་བཅུ་གཉིས་ཁ་པར་ལ་ཡར་བརྒྱབ་རྒྱུ་ཞུ་གི་ཡིན། ཁྲིམས་འཆར་འདི་ཚིག་པ་ལ་དགག་བྱ་མེད་དབང་སོགས་ཚོར་འདི་ཚིག་པ་ཡིན། འདིས་ད་ལྟ་ཁྲིམས་འཆར་གི་འཆར་ཟིན་འདི་ལ་ལེའུ་ལྔ་དང་དེ་ཚོའི་སྙན་ཞུ་རྩ་གཉིས་འདུག་ལེའུ་རེ་རེ་ཞིག་ནས་བརྗོད་པ་དང་པོའི་ཐོག་ལ་ཕེབས་ཡ་ཞིག་ཡིན། འདི་འདི། ལེའུ་དང་པོ། དེའི་ཐོག་ནས་བརྗོད་པ་དང་པོའི་ཐོག་ལ་ཟུང་འབྲེལ་ཡོད་པས།

རྒྱལ་དར་གྱི་གཤོང་རིམ་གྱི་ནང་ལ་ག་རེ་འཁོད་འདུག་ཟེར་ན་བོད་ཀྱི་རྒྱལ་དར་ནི་དུས་རབས་བདུན་པའི་ནང་བོད་ཀྱི་རྒྱལ་པོ་སྲོང་བཙན་སྒམ་པོའི་སྐུ་དུས་སུ་བྱུང་བའི་མི་ལོ་སྟོང་ཕྲག་བརྒལ་བའི་ལོ་རྒྱུས་ཡོད་པའི་འཛམ་གླིང་གི་རྒྱལ་དར་ཉིང་བཀྲུ་ཞིག་ཡིན་གསུངས་འདུག་དེ་འདི་སྐབས་དེ་དུས་ཀྱི་སྲོང་བཙན་སྒམ་པོའི་སྐུ་དུས་ཀྱི་བོད་ཀྱི་རྒྱལ་དར་དེ། ག་འདྲ་ཅིག་ཡོད་རེད་ཟེར་ཏེ་རྣམ་པ་ཚོས་གར་སའི་གོ་འབྲེལ་ཅིག་དཔེ་མཚོན་འདྲ་བོ་དེ་འདྲ་རི་མོའི་ལམ་ན་ཕབ་ཡོད་དམ་ཡོད་མ་རེད་ཟེར་ཏེ་གཅིག་ཡིན་དྲི་བ་དང་པོ་དེ། དེ་ནས་གཉིས་པ་དེ་ག་རེ་གསུངས་འདུག་ཟེར་ན་དམག་དར་ནི་ཕྱིས་སུ་རྒྱལ་དར་དུ་བསྒྱུར་བ་ཞིག་ཡིན། ཡིན་ན་ཡང་དེ་ཡང་གངས་ལྗོངས་ཆོས་ཁྲིད། ཉིད་ཀྱིས་འོ་སྤྲུལ་རྒྱལ་དབང་སྐུ་འཁྲུངས་བཅུ་གསུམ་པ་བྱིན་པ་དམག་དེབ་ཀྱི་སྐོར་རིགས་སྔར་ཡོད་ལ་གཞི་བཅོལ་ཏེ་སྟེ་བསྟན་གཅིག་གྱུར་མཛད་རེད་གསུངས་འདུག་དེ་འདི་གཅིག་གྱུར་ག་འདྲ་ཞིག་གཅིག་གྱུར་མཛད་ཡོད་རེད་ཟེར་དེའི་རྒྱུད་རིམ་དེ་རྣམ་པ་ཚུལ་གཅིག་གཅིག་གྱུར་མཛད་ཚུལ་དགོས་དེའི་སྒང་ལ་ཇི་དགར་ཟེར་གོ་འདྲའི་མཐོང་ཚུལ་འདྲ་བོ་ག་འདྲ་ཡོད་ཟེར་དེ་གསལ་བོ་གསུངས་རོགས་གནང།

ཨ་ཚུགས་ཚུལ་དུ་ཐལ་རྣམ་པ་ལས་རྒྱན་ཚང་མར་གཉིས་འཐག་པའི་བཀའ་དྲིན་ཆེ་དཔེ་མི་སྲིད་པ་ཡག་པོ་འདུག་ཤོ་སྟོང་བཞི་ཚིག་འཆར་ནས་བརྒྱ་བཤད་བརྒྱ་འདེད་ཚུལ་ཚང་མ་ལ་རྒྱ་ཤོ་གཙང་མ་ཞིག་གཡོག་ཡིན་ན་ད་ལས་ཀ་གཉིས་པའི་མགོ་ནས་འདུག་ན་ཁྱ་ཕྱི་ལས་ཅི་དེ། བོད་ཀྱི་རྒྱ་དར་གྱི་མཚོན་ལྡན་དེ་རེད་བོད་ཀྱི་རྒྱ་དར་མཚོན་ལྡན་དེ་བཞི་ཚིག་འཆར་ནས་འདུག་ནས་མ་འགྲེལ་བཤད་ནོངས་པ། དེ་ཚེ་རྗེས་གནང་ཞིག་སྐད་བཞག་འདུག་ད་ཡིན་ན་དེ་ང་རང་ཚོ་བོད་པ་རང་གི་འགྲེལ་བཤད་ཟིག་ཡིན་གྱི་རེད་ཕྱི་སྟོང་འཛམ་གླིང་གི་རྒྱ་ཞིག་གི་ཐོག་ནས་རྒྱ་དར་གྱི་ཚད་ལྡན་འདྲ་བོ་དེ་ཁྱི་ཁྱི་བཙོན་ཚོང་གུག་འདུག་དཔེར་ན་རྒྱ་དར་དེ་གི་ལོ་རྒྱུས། རྒྱ་དར་གི་ངོ་བོ། རྒྱ་དར་གི། ལ་ཟེར་ལ་རྒྱར་ཟེར་ནས། དེ་འདིའི་ནོར་ལུག་ལ་དེ་ཚོ་གསུངས་ཏེ་གར་གར་ཚོང་ཡོད་མེད་འདྲེ་བཤད་ཚུར་ཆུད་ངེས་ནི། དེ་ཚེ་རྒྱའི་ནོར་ལུག་ནི། དེ་ནི་རྒྱ་དར་དེ་གི་ལོ་རྒྱུས་ག་རེ་ཚན་ཐོ་དགོས་རེད། དེ་ཚེ་རྒྱའི་ནོར་ནི་རྒྱ་དར་གི་ངོ་བོ་ག་རེ་ཚན་གི་རེད། དེ་དེ་ཚེ་རྒྱའི་ནོར་ནི་རྒྱ་དར་གི་ལ་རྒྱ་ག་རེ་ཚན་དགོས་རེད་དེ་ཚོ་ཞིག་ཡོད་ན་དེ་རི་རྒྱ་དར་གུང་ལ་རྒྱ་དར་ཚེ་བརྟན་ལ་ཞེས་དང་རྒྱ་དར་ཚེ་བརྟན་དེ་འགྲོ་ས་རེད། དཔེར་ན་ད་རྒྱ་བཟི་ནོར་ལུག་ལ་རྒྱ་བཟི

ད་ཡོང་དུས་ལོ་རྒྱུས་དང་རྒྱ་ཆོས་དེ་མ་ལ་ནི་ཡང་ཁོས་ལོ་རྒྱུས་རྗེན་པ་ཤེས་ཟེར་རེད་བ། དེང་དུས་ལོ་རྒྱུས་དེ་རྒྱ་སེང་ནང་ལོག་ནས་རྒྱ་སྟག་གི་ལོ་རྒྱུས་སུ་ག་རེ་ཟེར་རེད་ཟེར་ན། འདས་མ་གོ་ད་ལྟ་དེ་སང་མཚན་ཐོག་འགོང་འདུག་དེ་ལ་ངོ་བོར་ཟེར་གྱི་དེ། རྒྱ་ཁག་དེ་གི་མི་རིགས་སྐད་ཡིག་ས་ཁོངས་ལུས་ལུས་ཚད་ཚང་མ་མཚན་ཐོག་འགོ་འདུག་ལར་རྒྱ་ཟེར་གྱི་དེ་རྒྱ་ཁག་དེ་ལ་སྐྱོང་པའི་བརྩེ་བ་དང་སྙིང་སྟོབས་དང་དེ་ཚོ་མཚན་ཐོག་འགོ་འདུག་དེང་དུས་འདི་གི་དེ་ཚེ་རྒྱས་དང་དེ་ཚོ་ག་རེ་ག་རེ་མཚན་ཡོད་རེད་དེ་ཚོ་ལ་འགྲེལ་བཤད་གནང་རོགས་གྱིས་ཞུ་ཡ་ཅིག་དེ་ཡིན། ཚོགས་ཆུང་གི་ཚོགས་གཙོ་ཞི་བདེའི་དགེ་བཤེས་ལྷ་རམས་པ་ཨ་ཀྲུག་ཚེ་བརྟན་ལགས། བཀའ་བསྟན་ཚོགས་གཙོ་མཆོག་ད་ད་ལྟ་ལེའོ་གཉིས་པའི་ནང་ནས་རྒྱ་དར་གྱི་བྱུང་རིམ་གྱི་སྐོར་ལ་ཡང་ཨ་མྱེ་ཀོ་ཡོ་ཆི་ཏི་ཆིག་གིས་བཀའ་འདྲི་གནང་ཡང་དེས་ད་ལྟ་རྒྱ་དར་གྱི་བྱུང་རིམ་དེ་དུས་རབས་བདུན་པའི་སྐབས་སུ་ཆོས་རྒྱུད་སྲོང་བཙན་སྒམ་པོའི་སྐབས་སུ་བྱུང་བཞག་པ་ཅིག་ཡིན་པས་ཀྱི། ཨ་ནི་ཁྱེད་རྣམ་པ་ཚོ་སོང་ཡ་འདི་གི་སྐབས་དུས་དུས་ཀྱི་དཔེ་རིས་འདྲ་བོ་དེ་འདྲས་ང་ཚོ་འདི་ནང་ལ་བྲིས་ཡོད་བས་ཞེས་ཟེར་ནས་དེ་སོང་སོང། ད་ལྟ་ང་ཚོ་སོལ་སྤྱིར་གྱི་ནང་ལོགས་ལ་ཡང་དེ་འདྲས་དམིགས་བསལ་གྱིས་བྲིས་མེད་ཡིན་པ་ཡིན་ན་ཡང། ང་ཚོ་གི་རྒྱ་གཏེར་དུ་ད་ལྟ་འདི་ནང་ལ་གསལ་བ་ནང་བཞིན་དམག་དར་ནི་ཕྱིས་སུ་རྒྱ་གཏེར་གྱི་འགྱུར་བ་ཞིག་ཡིན་པ་དང། དམག་དར་ཐོག་མར་འགོ་བཙུགས་པ་དེ་ཆོས་རྒྱལ་སྲོང་བཙན་སྒམ་པའི་སྐབས་སུ་དེ་ནི་དུག་གསུམ་དམག་བདུད་རྫས་བྱས་ནས་དམག་མཐའ་བཞི་དམག་རུག་བྱས། མཐའ་བཞི་དམག་གི་དམག་དལ་ལ་ཡ། དེ་ནས་ད་སེང་གེ་གི་དེ་ནས་ད་བཏགས་ཡོད་རྒྱུ་སེང་གེའི་ཁ་སྤྲེལ་དང་སེང་གེའི་གནམ་མཆོང་ཡང་སེང་གེ་མེད་པ་དེ་འདྲས་ཀྱི་མཐའ་བཞི་གི་དམག་གི་དམག་དལ་གྱི་བཟོས་བྱ། ད་དེ་ནས་ང་ཚོ་གི་ད་དམག་དལ་དེ་སེང་གེ་ཁོ་ན་བཟོ་ཡ་དེ་ག་དུས་བྱུང་བྱ་ལ་ན་ཨ་ནི་རྒྱལ་པོ་ཁྲི་སྲོང་ལྡེ་བཀའ་སེང་དེ། ཆོས་རྒྱུད་སྲོང་བཙན་བསྟན་པའི་སྐབས་སུ་ཆོས་རྒྱུད་སྲོང་བཙན་སྒམ་པོའི་སྲས་དམུ་རུ་གཙང་པོ་ལ་ཡ་ཨན་ཐ་ཉེ་ཆེ་གི་ཟོ་འདྲུ་གྱིས་ཕོག་ནས་ཕ་འདུལ་ཆེན་པོ་ཧོར་ལ་ཡ་བཏང་བྱས་ཆེན་པོ་ཧོར་གྱིས་དམག་འདི་རྩ་མེད་བཏང་མ་ཐུབ་ན་ཚུར་ལོག་མི་ཆོག་ཡ་བཀའ་རྒྱ་ཅིག་ཕེབས་པས་ཨ་ནེའི་ཉེར་ལེན་ལས་བརྟེན་ནས་དམུ་རུ་གཙང་པོ་ཡི་སྐབས་དུས་དུས་ལྷོ་བོན་པད་མ་འབྱུང་ནས་བཞུགས་ཡོད་ཚ་ཁོང་ལ་ཡང་ཨ་ནི་ད་དཔལ་དུ་ཆེན་པོ་ཧོར་གྱི་དམག་དེ་རྒྱ་ཆེན་པོ་རེད་ཤག་ངའི་ལག་ཁྱེར་ཡང་ཁག་པོ་རེད་ཤག་དེ་མ་ཁེལ་ན་ཡབ་ཙམ་པས་ང་ཚུར་ལོག་བཅུག་གི་མི་འདུག་དེ་ཐུགས་རྗེས་གཟིགས་རོགས་གྱིས་ཞུས་འོང་དུས། ཨ་ནི། སློབ་དཔོན་པད་མ་འབྱུང་གནས་ཀྱིས་སྐབས་དེ་དུས་སེང་གེ་གི་པར་ཅིག་རྒྱ་དར་ལ་སྦྱར་བྱས་ནས་ཨ་འདི་ཁྱེད་རང་ཁྱེར་འགྲོ་ཤོག་དེ་གནང་ད་ཡོད་མ་རེད་ཟེར་གྱིས་བཀའ་གནང་ཤག་བཀའ་གནང་ཚར་བའི་རྗེས་ལ་སྨི་ར་ཙམ་པོ་ཁོང་འདི་འགྲོ་ཡི་སྐབས་སུ། ད་ལྟ་སེང་གེ་འདི་གཅིག་གྱུར་འདི་ནས་ཆགས་ཡ་སྟེ་འདི་སེང་གེ་འདི་རྣམ་སྲས་ཀྱི་སེང་གེ། ཨ་ནི་རྨོ་རུ་གཙང་པོ་ཕ་གིའི་ཕེབས་སྐབས་སུ་སྣང་སྲིད་ཏག་ཏག་རྒྱལ་གྱི་རོགས་པ་བྱེད་བྱེད་ནས་ཨ་ནི་མཐའ་བཞི་ཕི་གེ་གི་ད་དྲག་ཁང་གི་དུར་བྱས་ཁོང་ལ་རྒྱལ་ཁ་ཐོབ་པ་ཡིན་ཚ་དུས་དེ་ནས་བཟུང་སྟེ་ང་ཚོ་དམག་དར་ཡོངས་རྫོགས་ལ་སེང་གེ་གཅིག་གྱུར་ཆགས་ཡོད་དེ་འགོ་དེ་ནས་བཙུགས་ཤག་ད་དེ་ནས་རྒྱབ་ཁྲོ་སྐུ་འདྲ་ཅོག་ཙུང་པ་ཆེན་པོས་ད་དེའི་གི་སྔ་ཡོད་གི་དམག་དར་ལ་ཡང་ཨ་ནི་གཞི་ཟིན་བྱས་ནས་ཨ་ནི་ཁོང་གི་གཅིག་སྟོང་དགུ་བརྒྱ་ཅོག་གསུམ་གི་ལོ་ལ་ཡང། ད་ལྟ་ཁོང་གཅིག་སྟོང་དགུ་བརྒྱ་བཅུ་གཅིག་བཅུ་གཉིས་ལ་མོན་ལ་ཉེ་ཡོད་ལ་ཕེབས་བཅོ་གསུམ་ལ་ཕ་ཨ་ནེ་འདུག་སུ་ནོ་བྷེལ་གནང་སྐབས་ཕེབས་ཡོད་སྐབས་སུ། ཉེ་ཡོད་ལ་ཕབ་པའི་སྐབས་སུ་ད་དེ་ཡིན་དབྱིན་ལན་ད་ད་སྐབས་དུས་དེ་དབྱིན་ཅིག་འོག་ལ་ཡོད་ཚེ་དེ་འདྲས་ཀྱི་ཨ་ནེ་རྒྱ་དར་དང་རྒྱ་དེ་ཚོ་མཐོང་མཐོང་བ་ལས་གཏན་ནས་འདི་འདྲས་ཀྱི་འགོ་བ་གཟིགས་བྱས་ནས་ཁོང་གི་དེ་མ་ཉིད་དུ་ཕི་གི་ལ་ཨ་ནེ་སྔར་གྱི་དམག་དར་གྱི་བཀོད་རིས་གཞི་བཅོལ་ནས་དེའི་ཐོག་ལ་ཡང་ད་འདི་མོའུ་གདོང་དྲུག་དང་དེ་འདྲས་ཀྱི་མཚོན་རྟགས་ཁ་ཤས་ཀྱིས་བཟོས་བྱས་ནས་དེ་ཡོང་ཁྱབ་ཀྱི་མ་འདུག་སུ་དམག་མི་ལ་ཡང་གཅིག་གྱུར་གྱིས། འདི་བཀོད་སྐྱོབ་གནང་བྱས་ནས་དེའི་རྗེས་ལ་ད་ང་ཚོ་འདི་རྒྱ་དར་དེ་འཁྱོངས་བྱ་རྒྱུ་བྱུང་རུང་འདི་དེ་འདྲས་ཅི་ཡིན་དེ་ཡིན་ཙང་སྔས་མེད་ཀྱི་བཀོད་རིས་ཇི་བཞིན་ཡིན་མིན་མི་ཤེས་དེ་རེད་ཟེར་ནས་ཀྱི་དཔེ་མཚོན་མང་པོ་འདུག་ཚོས་མཇལ་ཡག་འདུག་བྱས་ནས་ཤོད་ཡིན། དེ་ནས་ད་ད་ལྟ་མཚོན་དོན་གྱི་ཐོག་ལ་བཀོད་རིས་གཅིག་དུས་གཅིག་གིས་ད་ལྟ་ང་ཚོ་རྒྱལ་ཁབ་གཅིག་གི་རྒྱ་དར་ལ་མཚོན་པ་ཡིན་ན་རྒྱལ་ཁབ་དེའི་གི་ཨ་ནི་ལོ་རྒྱུས་དང། ངོ་བོ། ཨ་ནི་ལ་རྒྱ་ཅིག་འཚོ་མགོ་རེད་ཟེར་ཡ་དེ་རེད། དེ་སོང་སོང་སྟེ་ཡིན་ན་ཡང་ང་ཚོ་ཞིབ་འཇུག་བྱེད་པའི་རྒྱུས་འོང་དུས་གང་ལ། རྒྱ་གར་དེ་རྒྱལ་ཁབ་དེའི་ལ་རྒྱ་ལ་བརྩེ་ཡ་དང། རྒྱ་དར་དེ་རྒྱལ་ཁབ་དེའི་སྙིང་སྟོབས་དང་དེ་འདྲ་ལ་བརྩེ་ཡ་གི། རྒྱ་དར་དེ་བཟོས་ཚར་བའི་རྗེས་ལ་ཨ་ནི་རྒྱ་དར་དེ་རང་བཞིན་གྱིས་རྒྱལ་ཁབ་དེའི་མི་དམངས་ཡོངས་རྫོགས་ཀྱི་སེམས་ནང་གི་ལ་རྒྱ་དང་སྙིང་སྟོབས་ལ་འགྱུར་འགྲོ་ཡ་གི་མཚོན་ཆ་ནི་རྒྱ་དར་ལ་ལ་རྒྱ་སེམས་ནུས་ཐ་སྙད་བྱས་པ་མ་གཏོགས་རྒྱ་དོན་ཁོ་རང་བཟོ་དུས་ནི་ལ་རྒྱའི་ངོ་བོ་བཟོ་ཟེར་ཡ་དེ་ཕན་ཆད་ཡིན་གྱི་མ་རེད་བསམ་གི་སྤྱིར་བཏང་ལ་རྒྱ་གི་ངོ་བོ་བཟོ་བཏང་ཡ་ཟེར་མཁན་མི་ཟེར་མཁན་མེད་བ། ད་ལྟ་ང་ཚོ་གི་འདི་མཚོན་དོན་འདི་ཐོག་ནས་ད་ལྟ་ང་ཚོ་སྤྱིར་བཏང་གི་ཁོང་གི་གསུང་ཡ་གི་རྒྱ་དར་ལ་ཡ་ཨ་ནི་རྒྱལ་ཁབ་དེ་གི་ལོ་རྒྱུས་དང་ངོ་བོ་དང་ལ་རྒྱ་མཚོན་དགོས་རེད་ཟེར་ཡ་དེ་ཁྲིམས་དང་སྒྲིག་གཞིའི་ལམ་ནས་བརྟན་པོ་བྱས་བཞག་པ་དེ་འདྲ་ཁས་མི་འདུག་སྤྱིར་བཏང་རྒྱ་དར་དང་རྒྱ་རྟགས་རྒྱ་ལུས་སྐོར་ལ་བཤད་སྲོལ་དེ་ལུང་པ་སོ་སོ་ལ་བཤད་སྲོལ་མ་འདྲ་མ་འདྲ་སྣ་ཁ་མང་པོ་འདུག། འདི་སྣ་ཁ་གཅིག་ལ་ཞེས་བྱ་བ་ཡིན་ན་འགྲིག་གི་མི་འདུག་དེ་ཡིན་དུས་ང་ཚོའི་རྒྱབ་རྟེར་བསྡད་ལ། མཚོན་དོན་མ་འདྲ་བ་དག་འདི་ནས་མར་གཏན་ལ་ཕབ་བཞག་རྒྱུ་བདུད་རྩུབ་དྲངས་ལ་བདུད་ཞིབ་ཚགས་པོའི་ལུགས་ལ་བལྟ་བ་ཡིན་ན་བོད་རྒྱལ་ཁབ་ཆེན་པོའི་ལོ་རྒྱུས་མཚོན་ཐུབ་ཡ། ཨ་ནི། སྙིང་སྟོབས་མཚོན་ཐུབ་ཡ། དག་ན་བཞིན་པའི་འདས་མ་ད་གསུམ་གྱི་དག་ཆབ་སྲིད་ཀྱི་གར་སོང་བར་དག་ཆོས་སྲིད་ཀྱི་ཟུང་འབྲེལ་གྱི་དེ་ནས་ང་ཚོའི་རྒྱལ་ཁབ་འཛིན་རྐྱང་དག་ཚང་མ་མཚོན་ཐུབ་ཡ་དེ་དེའི་ནང་ལ་འདུག་དེ་ཡིན་ཟེར་གཙོ་བོ་ངོ་གདོང་རང་ལ་ཡོད་པའི་དོན་ཚན་བརྒྱད་ཀྱི་ཐོག་ལ་མཚོན་དོན་དེ་ད་ལྟ་འདིའི་ནང་ལ་ཞུས་བཞག་རྒྱུ་དེ་ཡིན་ཞུ་ཡ་ཡིན།
ཞེས་དེའི་བློ་བཟང་རྒྱ་མཚོ་སྲི་ཐར་ལགས།
དཔའ་མཚོ་མཆོག་དེ་འདྲ་བོད་ཀྱི་རྒྱལ་དར་དང་ཨ་ནི་རྒྱལ་དར་དང་དེ་འབྲེལ་བའི་འགན་འདི་དང་འབྲེལ་བ་ཡོད་བས་ཀྱི་བཀའ་འདྲི་ཞུ་ཡ་ལ། ད་ལྟ་དེ་ལེའུ་གཉིས་བས་ཀྱི་དུས་མཚན། དུས་མཚན་ལྔ་བའི་ནང་ལོགས་ལ་ད་འདི་ཞུ་རོགས། ཚགས་བདུན་པ་ནང་ལོགས་ལ་ནོར་བུ་དགའ་སྐྱིད་ཡོད་རོགས། ནོར་བུ་ག་གིས་ཀྱི་མཚོན་རྟགས་འདི་སྒྲོག་བྱེད་ན་རྒྱལ་ཐར་དང་རྒྱལ་རྟགས་ཀྱི་ནང་ལོགས་ལ་མ་འདྲ་བ་ཞིག་འདུག་ཨ་འདི་རྣམ་པ་ཚོས་གཟིགས་ཡས་ཡོད་ན་འདི་རྐང་དུ་ནས་ཕྱིས་ན་ག་འདྲས་ཡིན་ན་ལ་འདི་བཀའ་འདྲི་ཞུ་ཡས་འདོད་པ་བྱུང་སོང་གང་ཡིན་ཟེར་ན་ཞུ་བའི་རྒྱུ་མཚན་ག་རེ་ཡིན་ལ་ན་ད་རྣམ་པ་ཚོ་གི་དེ་སང་རྒྱལ་རྟགས་ཀྱི་འགྲེལ་བཤད་སྒྲོག་བྱེད་དེ་དྲ་རྒྱ་ནང་ལོགས་གཟིགས་ན་ར་བ་ཨིན་ཇི་ནང་ལོགས་ཞུ་གི་ཡོད་ར་འདི་ནང་ལོགས་ག་བཞུགས་འདུག་ན་འདི་ནོར་བུ་ག་གིས་བཞུགས་མི་འདུག་འདི་ལ་ཡེ་ནས་ཡང་བཞུགས་འདུག་གང་ཞིག་འདི་འགྲེལ་བཤད་ལོག་པ་ཞིག་ཡོད་འདུག་ར་འདི་འདི་འདྲས་ཅིག་ཡང་རྣམ་པ་ཚོས་ལྟ་ཡས་བྱུང་ཡོད་ན་མེད་ན་ལ་འདི་བཀའ་འདྲི་ཞུ་ཡས་འདོད་པ་བྱུང་སོང།
ཞེས་དེའི་དགེ་བཤེས་ལྷ་སྒྲོན་འབའ་གྲུ་ཚེ་བརྟན་ལགས། བཀའ་བསྟན་ཚོགས་གཙོ་མཆོག་ད་ལྟ་ཟླ་དགུ་བའི་ཆུ་ཚོད་གཅིག་གི་སོང་ཡ་དེ་རྒྱ་སྟག་དང་རྒྱ་དར་གྱི་ཐོག་གི་ནོར་བུ་དགའ་འཁྱིལ་གཉིས་སྐོར་ལ་རེད། འདི་གཉིས་དེ་ང་ཚོས་འདིའི་ནང་ལོགས་ལ་ལྟ་ཞིབ་འཇུག་མང་པོ་བྱས་པ་བརྒྱུད་ནས་མ་འདྲ་བ་ཅིག་རེད་དེ་ཤག། རྒྱ་དར་སྒང་གི་ནོར་བུ་དགའ་འཁྱིལ་དེ་ཞིབ་ཚགས་པོ་གཟིགས་ན་སེང་གེ་གཉིས་ཀྱི་འདུག་སུ་ད་གར་སོང་བར་ལག་པ་གཉིས་ཀྱིས་དུས་སུ་སྐྱོར་དེ་སྐྱོར་དྲག་ཆུ་ཡོད་རེད། དེའི་གི་མཚོན་དོན་དེ་ག་རེད་ཟེར་ན་ཆོས་སྲིད་ཟུང་འབྲེལ་མཚོན་དོན་རེད་བྱ། ཆོས་སྲིད་ཟུང་འབྲེལ་གྱིས་ནི་ང་ཚོ་རྒྱལ་ཐབས་ང་རང་ཚོ་གི་ད་བོད་རྒྱལ་ཁབ་ཆེན་པོའི་གི་ད་ང་ཚོ་རྒྱལ་སྲིད་སྲུང་རྒྱལ་ཐབས་བྱེད་བར་བ་ཨ་ནི་འདི་དེ་ཆོས་སྲིད་ཟུང་འབྲེལ་སྒོ་ནས་ཡོང་བ་ཡ་དེའི་མཚོན་དོན་དེ་རེད་བྱ། ད་ལྟ་རྒྱལ་རྟགས་གི་ཐོག་ནས་ནོར་བུ་དགའ་འཁྱེར་དེ་འཁོར་ཆོས་འཁོར་གི་ལྟེ་བ་ལ་ཡོད་རེད་དེ་ཨ་ནི་ག་རེད་ལ་ན་སེང་གེ་གཉིས་ཀྱི་ཡ་བཀྱགས་དེ་ཡོད་རེད། དཔེར་ན་རྒྱ་དེ་འདྲ་བོ་ཡིན་ན་ད་ནི་ནོར་བུ་མེ་འབར་གྱིས་ཡང་བསྐྱལ་བསྡད་འདུག་དེ་འདྲ་བོ་ཅིག་རེད་དེའི་མཚོན་དོན་དེ་ག་རེ་ལགས་ན་ང་ཚོ་བོད་གངས་ཅན་གྱི་མི་དེ་ཨ་ནི་རིགས་སེམས་གཅིག་བསྡུས་བསད་ན་འཇམ་པའི་དབྱངས་དང་གཤེན་རིག་གཟིགས་དང་ཤངས་ནག་རྡོ་རྗེ་ད་ལྟ་ནོར་བུ་ཁ་དོག་དེ་དམར་སེར་དེ་འཇམ་པའི་དབྱངས་དང་དཀར་བོ་དེ་ཁ་ཟེར་ཤངས་གཤེན་རིག་གཟིགས་སྔོ་ནག་དེ་ཤངས་ནག་རྡོ་རྗེ། རིགས་སེམས་གཅིག་བསྡུས་ཀྱི་ངོ་བོ་ཨ་ནི་སྐྱབས་གནས་དཀོན་མཆོག་གསུམ་གཙུག་ཏུ་བཀུར་བ་མཚོན་དོན་ཡིན་ཙང་དེའི་དགའ་ཁྱེར་གཉིས་དེ་སྤྱིར་བཏང་དགའ་ཁྱེར་ཡིན་པ་འདྲ་བ་ལ་ནང་དོན་ལོགས་ཀ་རེད་ཤག་ཟེར། ནོར་བུ་སྒང་ཁྱི་ཟེར་ཡ་དེ་ང་ཚོ་བོད་ཀྱི་ནོར་བུ་སྒང་ཁྱི་རང་རེད་ད་འདིའི་སྒང་ལ་ཁྱེད་ཀྱི་སོང་ང་གཞི་ལོག་ཤེས་བྱེད་གཉིས་དེ་ཚོ་གཅིག་སྟབས་ཆག་ཆོས་ལུགས་ཀྱི་འདིའི་སྒང་ལ་གཅིག་བཟོ་དེ་ཡ་ད་དུ་ཚོད་ལ་ཕ་འདྲེ་ཤེས་རྒྱབ་འདུག་དེ་དེ་ཁོ་ཚོ་འདི་ད་ནོར་བུ་གཅིག་ལ་རེད་མི་འདུག་ཁོ་རང་ཚོ་རི་མོ་འདྲ་གཅིག་རེད་ཤག་དེ་ཡིན་ཚེ་ང་ཚོ་ནོར་བུ་སྒང་ཁྱི་ཟེར་ཡ་དེ་བོད་ཀྱི་ཐུང་མོ་མ་ཡིན་པའི་ལུགས་སྲོལ་ནང་ལ་བྱུང་ཤག་རྒྱུ་གཅིག་ཡིན། དེ་དེ་རིན་ཆེན་ནས་འགྲུབ་ལགས།

མང་པོ་ཅིག་ནང་ལོགས་ལས། མཐའ་མ་གི་ཚིག་སྟེ། གཡས་ལ་མཐའ་ཅང་མེད་པའི་ཕྱི་ནང་གི་རིག་གནས་བརྗེ་ལེན་གྱི་སྒོ་འཕར་ཡངས་པོར་ཆོད་པ་ཅན་ཟད་དེ་མང་པོ་ཅིག་ལ་མི་འདུག་དཔེར་ན་ང་ཚོ་གཞུང་འབྲེལ་གྱི་དྲ་རྒྱ་ལས་བལྟ་བ་ཡིན་ན། ཕྱོགས་དུས་ཀུན་ཏུ་དར་ཞིང་རྒྱས་པར་བརྩོན་པ་བཅས་སོ་ཞེས་བ་ལས་འདི་མི་འདུག་བྱས་ཙང་འདི་མཐའ་ཅག་དེ་འདྲ་འདི

འདི་བྲིས་འདུག། བོད་ཅིག་གི་རྒྱ་དར་གྱི་མཚོན་མདོག། ཁག་གི་མཚོན་མདོག་མཚོན་གྱི་ཨང་གྲངས་ཟུར་བརྒྱ་སོང་པ་ལྟར་ཡོད། ཟུར་བརྒྱ་སོང་པ་མི་འདུག་ག་ལ་ན། ད་ལྟ་དུས་ཚོད་དྲོ་ཡིན་ན་ད། སྔོན་མ་དང་འདྲ་མར་ད། སྔོན་མ་དུས་ཚོད་དམའ་བོ་ཡིན་ན་དམའ་བོ་བྱེད། སེར་བོ་ཡིན་ན་སེར་བོ་ད། ད་ལྟ་དམའ་བོ་ཁོ་རང་ནི་ལས། པ་འདི་ཚོ་ཚོ་ཆུ་ཀ་ལ་ཀོར་ལགས་ར་དཔེ་མང་པོ་ཡོད་རེད་དེ་སུ་ཇག་ནང་ལ་མི་འདུག་དེ་དཔེ་གལ་ཆེན་པོ་རེད་མི་ཤེས་མ་འོངས་པ་ང་ཚོ་སེར་བོ་རེད་ལ་ནི་སེར་བོ་ཁོ་རང་ལ་ལྟ་ང་ཚོ་ད་གློ་ལེ་ནང་ལ་ལྟ་བ་ཡིན་ན་དུས་སང་ད་ཚོད་མདོག་ཤུགས་འདྲ་མི་འདྲ་བྱིས་པོ་མང་པོ་ཡོད་ད་དེ་ཀ་ལ་ཀོར་དུ་སུ་ཇག་སོང་པ་དུ་མི་འདུག་ཨ་རྣམ་པ་ཚོ་གི་དེ་ནང་ལ་སུ་ཇག་ཡོད་ལ་དུ་དེ་ག་འདྲ་སེ་རེད་ཟེར་ཞོའི། ཚོགས་ཆུང་གི་ཚོགས་གཙོ་ཤེས་རིག་དགེ་བཤེས་ལྷ་རམས་པ་ཨ་ཀྲུག་ཚེ་བརྟན་ལགས།
བཀའ་དྲིན་ཚོགས་གཙོ་མཆོག་ད་ད་ལྟ་རྒྱག་དར་གྱི་མཚོན་དོན་རྒྱས་པ་གི་ཐོག་ལོ་ཤོར་གོའི་བཅུ་དུས་གཅིག་གི་ད་ལྟ་ང་ཚོ་འདུག་སི་ཏཱ་གཉིས་གི་ལག་པ་གཡས་ཞོག་ལ་ཐར་ཆག་མེད་པ་འདི་ཨ་ནི་ཤི་ནང་གི་རིག་གནས་བརྗེ་ལེན་གི་སྒོ་འཕར་ཡངས་པོ་ཞིག་ཡོད་པ་མཚོན་གི་རེད་ཟེར་ཡ་འདི་ཨ་ནི་རྒྱག་དར་གི་འགྲེལ་བཤད་ཁ་ཤས་གི་ནང་ལ་མི་འདུག་གསུང་ཡ་དེ་བདེན་པ་རེད། སྤྱིར་བཏང་ང་ཚོ་རྒྱ་དར་གྱི་མཚོན་དོན་ལ་འགྲེལ་བཤད་མཁས་པ་སོ་སོ་སོ་སོ་གྱི་འགྲེལ་བཤད་མ་འདྲ་བ་མ་འདྲ་བ་མ་འདྲ་བ་མང་པོ་འདུག་དེ་ཡིན་ཚེ་ད་རིང་ང་ཚོ་ཚོགས་ཆུང་གི་ལས་འགན་དེ་གཅིག་གྱུར་བཟོ་ཡ་དེ་ཡིན་དུས། ཨ་ནི་ད་ད་ལྟ་ཐར་ཆགས་དེ་ལྟ་ནང་པ་ཚོས་མཁྱེན་གྱི་རེད་རྒྱ་དར་གྱི་ཐར་ཆགས་སེར་པོ་དེ་ཕྱོགས་གཅིག་ལ་མེད་བ་དེ་དངོས་ཡོད་གནས་ཚུལ་རེད། དེ་ལ་འགྲེལ་བཤད་གང་ཡང་མེད་པ་ཞིག་གང་ལ་བཞག་བ་ལས་ཡང་མཁས་པ་སོ་སོའི་ངག་རྒྱུན་གྱི་འགྲེལ་བཤད་ཀྱི་ནང་ལོགས་ལ་དེའི་ཐར་ཆགས་མེད་བ་དེ་བཤད་སྣང་གི་རིག་གནས་ཨ་ནི་བརྗེ་ལེན་བྱས་སྒོ་ཡངས་པོ་ཕྱེས་བ་དེ་མཚོན་གྱི་རེད་ཟེར་ནི་གི་འགྲེལ་བཤད་དེ་འདྲས་འདུག་དེ་ཡིན་ཙང་ང་ཚོ་ཚོགས་ཆུང་ངོས་ནས་ཁོ་འགྲེལ་བཤད་དེ་མེད་པ་ལས་ཡོད་བ་ཡག་གི་འདུག་བསམ་ནས་དེ་ཡང་ཡོད་བ་ཙམ་དུ་མ་ཟད་འགྲེལ་བཤད་དེ་ལ་ཡང་གོ་བ་དང་རྒྱུ་མཚན་ཆེན་པོ་མཐོང་བ་ཡིན་ཙང་འདི་བཀོད་ཡོད་ཟེར་ཡང་འགྲེལ་བཤད་མེད་པས་གི་དེ་གི་འགྲེལ་བཤད་རྒྱབ་མེད་སྐྱོར་དེ་འདྲས་ཡང་འདུག་སྤྱིར་བཏང་གི་འགྲེལ་བཤད་འདྲ་མིན་སྣ་ཚོགས་ཀྱི་ཡོད་པའི་ནང་ནས་ང་ཚོས་འདུག་བསམ་མ་གཅིག་གྱུར་བརྟན་པོ་བྱས་བཞག་པ་ཞིག་ཡིན་ཞེས་ནས་ཤོད་ཡ་ཡིན། དེ་ནི་ཤར་སྤྲུལ་སྐུ་ཡི་སྤྱི་འཐུས། གཞན་པ་འདིའི་གསུང་ཡང་དེ་སྔོན་གནས་ཚུལ་རེད། ད་ལྟ་ང་ཚོ་རྒྱ་གཏེར་གྱི་མཚོན་ཐོག་ཅིག་ཡོད་ར་ཨ། ད་འདི་སྤྱི་སྟངས་ཀྱི་ཆ་ནས་བརྗོད་གཞིའི་ཆ་ནས། ལེའུ་གཉིས་པའི་ཁོངས་གཏོགས་བཅས་དོན་ཚན་བདུན་པ་བཅས། མཚོན་ཐོག་འདིའི་ཁོངས་ཀྱི་གསུངས་པ་ནང་བཞིན་ད་ད་ལྟ་ང་ཚོས་དེ་ལ་གཏན་ལ་ཕབ་བྱ་རྒྱུ་འདི་རེད། རྒྱ་གཏེར་འདི་གིས། ད་ལྟ། འདི་ལ་ལྟ་ཚང་སྐྲ་གྲོགས་ཆེན་པོ་བཤད་པ་ཡིན་ན་དཀར་བོ་སེར་བོ་དམར་བོ་སྔོན་པོ་ཨ་ནི་དེ་འདྲས་ཀྱི་རིགས་ཚོན་སྐྲ་ཚོན་སྐྲ་ཆེན་པོ་གཅིག་གི་རིགས་ལྔ་འབྲི་གི་འདུག་དེ་རིགས་ལྔ་དེ་ལ་ང་ཚོ་གི་ཨང་གྲངས་ཀྱི་འགར་བ་ཡིན་ཨང་གྲངས་འགར་ནི་ད་ལྟ་དེ་ལ་དཔའ་བློ་རྒྱ་ནི་རྣམ་པ་ཚུར་ལ་ཕུལ་བྱ་རྒྱུ་འདི་རེད་ཟུར་གྱི་ཟིན་པ་ཡིན་པ་ཡིན་ན་ད་ལྟ་འདི་མཉམ་དུ་ཟུར་གྱི་ཟིན་པ་དེ་ཕུལ་ཐུབ་ཡོད་མེད་ཚོགས་གཙོ་ལ་སྙན་གསང་ཞུས་བྱ་རྒྱུ་མཚན་ག་རེ་ལགས་ན་ང་ཚོས་འདི་ཨང་གྲངས་འདིའི་མིག་གིས་དཔའ་བློ་རྒྱ་ས་སྐམ་པོ་བསྒྲིགས་ན་འགྲོ་དུས་སྒང་ལ་སྐམ་པོ་ཏི་མཚོན་དཔར་ཐང་གི་ཁྱད་པར་གྱིས་ཨ་འབྲང་དེ་ལ་འགྱུར་བ་ཅིག་འགྲོ་གི་འདུག་དེ་ཡིན་དུས་གང་ལ་ད་འགྱུར་བ་མ་འགྲོ་བའི་ཨ་འབྲང་བརྟན་པོ་ཅིག་བཟོ་ཐུབ་ཡག་གི་ཆེད་དུ་ཨ་ནི་ང་ཚོ་ད་ལྟ་ཟུར་བཅད་གསུམ་པ་འདི་ངང་འཐེན་བྱས་ནས་ཨ་ནི་ཚོགས་གཙོ་ལ་སྦྱིན་ནས་ཕུལ་ཆོག་ཡག་གི་སྐྱབས་འཇུག་ཞུ་བྱ་མདོར་བསྡུས་ན་ཚོགས་འབྲང་ད་ག་རང་ལ་ཨ་འབྲང་སྤྲད་ཡ་འདི་ཨ་འབྲང་འདི་སྤྲད་བྱ་བ་ཡིན་ན་ཁོ་བོའི་བཅུད་སྡུག་གསུངས་པ་ནང་བཞིན་ཨ་ནི་མ་འོངས་པར་སུ་འདྲ་ཅིག་གིས་དཔར་བ་ཡིན་ན་འདི་ཁོ་ཆ་ཚང་འགྲོ་ཐུབ་ཡག་གི་གནས་སྟངས་རེད་བཞག་ཟེར་ཆོད་ཆོད་ཆོད།
ད་ལྟ་བཟོ་འཛག་དེ་དམ་བཏགས་སྣ་སྟོང་སྤར་སྤར་ཁོང་ལས་ཁོ་རྣམ་པ་མངག་བཞག་དེ་ད་ལྟ་ཚར་བ་དང་ནི་ང་ཚོ་མ་ཕུལ་ཡ་ཞུ་ཡིན། བཟོ་འཛག་གསུམ་པ་དེ་ད་ལྟ་འདི་མཉམ་དུ་ཁུར་ཐུབ་མི་འདུག་ཁ་ཚོན་གཅིག་ཁུར་སོང་དེ་འོང་མཚན་མཐོང་དེ་ཏག་ཏག་འགྲིག་གི་མི་འདུག་གསུངས་འདུག་དེ་ཤར་དུ་ད་ལྟ་སྣ་སྟོང་སྤར་ཁོང་ལས་དེ་ཀྱི་མངག་བཞག་ཟེར་ཞུ་ཡ་ཡིན། ཤེས་ལྡན་མཁན་པོ་བཀའ་གྲགས་དངོས་གྲུབ་ཟེར་རྣམས་ལགས།

མོ་བྲང་གི་ཀློང་ཡངས་ཅོག་ཙེ་གི་ཀློང་ཡངས་དེ་ཚོ་ཚང་བ་དེ་ལ་སོང་ན་སྟོང་ཡོད་དུ་མེད། ད་འདིའི་སྐྱུག་པོ་གི་བཟོ་བ་ཡིན་ན་རྒྱ་སྟག་གཅིག་འཕྱང་འདྲུད་དེ་ཚོས་གཞི་གང་ཚ་ཆེ་ཆུང་སྐྱིད་པ་བཟོ་བཞག་ན་འཛམ་གླིང་གི་རྒྱ་ཤེལ་གི་ནོར་ལོངས་ནི་ད་ཆ་ཆེ་ཆུང་རིམ་པ་དགུ་ནང་རིམ་པ་ལྔ་པ་ནང་སླེབས་གི་འདུག་རིམ་པ་ལྔ་པ་ཡང་ད་རེས་ང་ཚོ་དེ་ཆེ་ཏོག་ཏོག་མི་འདུག་ད་ལྟའི་ཆེ་ཆུང་དེ་འདུག་ཁྱེད་ཚོ་གི་ཚེ་བཞག་ཚར་ཏེ་འཛམ་གླིང་རྒྱ་ཤེལ་གི་རྒྱ་སྟག་གི་ཚེ་ག་བ་ལ་བཟུང་ཤོག་རིམ་པ་དགུ་ནང་ནས་རིམ་པ་ག་རེ་ལ་ཆ་ཚད་བཟོས་བཞག་ཡོད་ཟེར་གྱི་བཤད།
ཤེས་བྱའི་རྭ་ཚོགས་བསོད་ནམས་ནོར་བུ་ལགས། ཨོ་བ་འདི་སོགས་སུ་ཕྱོགས་ད་ད་འདྲ། རྒྱལ་དར་དང་རྒྱལ་ཁ་ཚང་མའི་ཐོག་ལ། གཅིག་བགྲོ་གླེང་ཞིག་བྱས་འདུག་འདུག་ངས་དེ་བསྔགས་བརྗོད་དང་སྦྲགས་བྱས་ད་ལན་གྱི་དེ་དམིགས་བསལ་གྱི་ད་ལྟ་རྒྱལ་དར་གྱི་མཚོན་གཞི་དེ་འདོགས་དུ་སོང་ཧང་སངས་གི་མཚོན་དགྲ་དམ་ཁ་དེ་སོགས་ཧང་སངས་ཡག་པོ་འདུག་བསམ་གྱི་འདུག་དེ་ལ་བསྔགས་བརྗོད་ཞུ་བ་ཡིན། ཡིན་ནས་ད། ང་རང་ངོས་ནས་ད་ཆ་བསམ་ཚུལ་ཅན་ལ། ཨ་ནི་དེ་གངས་རི་སྒང་ལ་ཉི་མ་དེ་གི་ཉི་མ་གི་འོད་ཀྱི་དེ་ཞབས་དེ། ཅིག་སྐྲབ་ཁྲ་རྒྱུ་འདྲ་བ་ཅིག་མཚམས་མཚམས་སྡུག་སུ་ལྟ་འདུག་མཚན་མ་ནང་བཞིན་མཐོང་ཡ་འདྲ་བ་དེ་ཉི་མ་འོད་ཚ་བ་དེ་བཞིན་དེ་ཞབས་དེ་ལྟས་སི་བམ་བཏང་ཐོག་ནས་ད་དེ་རི་མོ་འགྲོ་སྟངས་ཐོག་རུ་བ། ཞེས་ཅི་དང་མཚོན་དང་ཡང་ཅིག་རྒྱུ་མཚན་དེ་ཚོ་ཚང་མ་ཡིན་པ་བྱས། དེ་ག་ནང་བཞིན་གི་ཨ་ནི་ད་ལྟ་ང་ཚོ་གངས་སེང་གི་ཕྱག་གཡས་པ་གི་ཡ་ནོར་བུ་དེ་ཡ། གནམ་དེ་ཡ་དེ། དེ་ག་ནང་བཞིན་ང་ཚོ་རྒྱལ་དར་ནང་ལོགས་ལ་ཡ་འཁོར་ལོ་གནམ་དེ་གི་འདུག་བ།

བ་དན་ཚོགས་འདུ་ཆོག། གསར་འགྱུར་བཀོད་ཡུལ་སྤྱི་ཐུས་གཅིག་གིས་རྒྱ་གཏེར་གྱི་ཚད་གཞིའི་སྐོར་ལ་བཀའ་མོལ་གནང་ཡ་འདི་བདེན་པ་རེད། འཛམ་གླིང་གི་རྒྱལ་ཁབ་སོ་སོ་གི་རྒྱལ་གཏེར་ལ་ཚད་གཞི་རིམ་པ་དགུ་བཟོས་ཡ་འདི་སྔས་མ་བཟོས་ཤག་སྔས་མ་ཚད་གཞི་རིམ་པ་དགུ་བཟོ་ཡ་གི་རྒྱུ་མཚན་འདི་སྐབས་དུས་དུས་གི་ད་ཅིག་འཕྲུལ་ཆས་ད་དེ་འདྲས་གི་གནས་བབ་མང་པོ་ཅིག་གི་ཐོག་གི་རིམ་པ་དགུ་གཏན་འབེབས་བཟོས་ཤག་ཐོག་མ་ང་ཚོས་རིམ་པ་དགུ་གཏན་འབེབས་བཟོས་པ་ཡིན་ཡིན་ན་ཡང་རྗེས་ནས་ད་ད་ལྟ་འདིའི་ནང་ལོགས་ལ་ཚད་གཞི་འདི་ང་ཚོ་ག་རེ་བྲིས་པ་རེད་རྒྱ་གཏེར་གྱི་རང་ཚིག་དབྱིན་ཇི་བཞི་བཅུ་ལྔ་བཅུ་ང་བཞི་དང། ཐོ་ཚིག་དབྱིན་ཇི་སུམ་ཅུ་སོ་དྲུག་ཡོད་པ་ཞིག་ལ་མཚོན་ན་ཟེར་ཡག་གི་འདི་གི་འདི་གི་ཆེ་ཆུང་དེ་ཚད་བཞག་ནས་དེ་དེ་ལ་མཚོན་ནས། གཞན་པ་དེ་ག་འདྲས་བྱེད་དགོས་རེད་ཟེར་ཏེ་རྒྱ་གཏེར་ཆེན་པོ་བཟོས་ན་རེད་ཆུང་ཆུང་བཟོས་ན་རེད་རང་ཚིག་ལས་ཐོ་ཚིག་དེ་སུམ་ཆ་གཉིས་དགོས་རེད་ལབ་ཚ་དུས་དེ་ལ་རང་མཐོང་ག་རེ་ཡིན་ནི་བཟོ་ཡ་ཡོད་ཨ། དྭངས་གནས་ཀྱི་སྒྲིག་གཞི་ནང་ལོགས་ལ་ཡང་ཕེབས་ཡོད་ན་ཡང་རང་མཐོང་ག་འདྲས་ཞིག་བཟོས་པ་ཡིན་ནི་མཚོན་བྱེད་དང་བཟོ་ལྟ་ལ་འགྱུར་བ་འགྲོ་གི་མ་རེད་ཟེར་ནས་དེ་ཁོ་དུས་རབས་དང་བསྟུན་འོང་དུས་གང་ལ་ད་འདྲའི་ཆ་ལ་དུས་སུ་རིམ་པས་གཞན་དུ་གཅིག་གཅིག་གཉིས་གཉིས་ཀྱི་རིམ་པ་དུ་འགོ་གི་མི་འདུག་ཟེར་དེ་ཡིན་ཙང་ང་ཚོས་ད་ལྟ་དེའི་ཚད་གཞི་དེ་གོ་སྒྲིག་བསྡད་ཡོད་ཟེར་ནས་ཤོད་ཡ་ཡིན། དེ་ནས་ད་ལྟ་བཀུར་འོས་སྤྱི་འཐུས་གཞན་པ་དེ་གིས་ད་དགོངས་ཚུལ་གྱི་བཟོ་གྲྭ་ཞིག་གསུངས་སོང། ད་དེའི།

པ་འདི་སོགས་ཤོག་སྤྱི་ཡོངས་ཀྱི་ཆ་ནས་ཡག་པོ་ཞིག་ད་བྱུང་བཞག་སོང་ཙང་ཚོགས་ཆུང་ལ་ཡང་ཐུགས་རྗེ་ཆེ་ཟེར་རྒྱུ་ཞུ་ཡས་ཡིན་ངས་ད་ལྟ་ཞུ་ཡས་གཅིག་དེ་ད་ལྟ་དོན་ཚན་བཞི་བའི་གི་གད་པ་དེ་རེད་ད་ལྟ་ཚོན་ཁྲ་ད་ལྟ་ཆ་འདི་གཅིག་གཅིག་དུས་གཅིག་གི་གསུང་བྱས་ད་ལྟ་ཚོགས་ཆུང་གི་ཚོགས་གཙོའི་ངོས་ནས་ལན་དང་རྒྱབ་སྐྱོར་དང་ཡིན་ན་འདི་གནད་འགག་ཞུ་ཆགས་བསྡད་ཀྱི་འདུག་ད་ལྟ་གསལ་པོ་མཐའ་ལ་ཡ་གསལ་པོ་ཡོད་རྒྱུ་དེ་ད་དཔེར་ན་ད་ལན་ཆགས་ཀྱི་གསལ་པོ་འདི་དང་ང་རང་ཚོ་གྲོས་ཚོགས་ནང་ལ་ཡ་ཡོད་བས་ཀྱི་འགལ་ཟླ་གི་གསལ་པོ་འདི་ཡ་དག་རང་ལོག་ག་རེད་འདུག་བ་སོང་ཙང་འདི་ཐོག་ལ་ཡ་དོ་སྣང་གནང་དགོས་འདི་གལ་ཆེན་པོ་རེད་ཤག་ཨ་ནི་འདི་ནས་མ་ད་ལྟ་སེང་གེ་དང་ད་ལྟ་ང་རང་ཚོ་ནོར་བུ་དང་འདི་ཚོ་ཐོག་ལ་ཡ་ཚད་གལ་མཐོང་མ་སོང་འདི་ནང་ལ་ཡ་ཨ་ནི་ཚོགས་ཆུང་ངོས་ནས་འདི་འདི་ཐོག་ལ་ཡ་ཡང་ཚད་ཅིག་གོ་གོ་གི་ཡོད་པ་ཅིག་མཐོང་གི་ཡོད་ན་མེད་ན་ཞེས་འདྲི་ཞུ་ཡ་ཡིན། ཤེས་ལྡན་སྐད་ཆ་ལྷ་རིན་པོ་ཨ་ཀྲུག་ཚེ་བརྟན་ལགས།

དེའི་གི་མཚོན་དོན་དེ་ཤ་གསེར་རང་ལུགས་འཛིན་པའི་མཚོན་དོན་ཆགས་བསྡད་ཡོད་རེད། ད་ད་ལྟ་ང་ཚོ་བཙན་བྱོལ་ལ་ཕེབས་པའི་རྗེས་ལ་སྤྱི་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་གིས་ཐ་ཆ་གསལ་བོ་དེ། གསེར་སྦྱངས་བཙོང་མ་ལྟ་བུའི་བཟང་སྐྱིད་ཀྱི་བསྟན་པ་མཚོན་དོན་བྱས་ན་ཡག་པོ་འདུག་ཞེས་ནས་བཀའ་ཕེབས་པ་གཞི་བཟུང་གིས་ད་ལྟ་ཨ་ནི་ང་ཚོའི་སྡེ་ལ་གཏན་ལ་ཕབ་བྱ་རྒྱུ་དེ་གསེར་སྦྱངས་བཙོང་མ་གི་མདོག་ལྟ་བུ་སེར་མ་དེ་ཆགས་དགོས་ཡག་རྒྱུ་མཚན་དེ་ཆགས་བསྡད་ཡོད་རེད། དེ་ཡིན་ཚ་འདི་བཟང་སྐྱིད་ཀྱི་བསྟན་པ། ད་ནི་མཚོན་བྱེད་ཆགས་ཡིན་ཙང་མདོག་དེ་མ་འདྲ་བ་ཆགས་ཡོད་རེད་ད་མ་འོངས་པར་ང་ཚོ་ཕི་གིས་ད་ཚང་མ་བརྗོད་རྒྱག་དགོས་ཡག་གི་གནས་སྟངས་ཆགས་གི་རེད་བྱས་ནས་ཞུ་ཡག་དང་ཨ་ནི། ད་ལྟ་བྲོ་བ་བཞམས་པ་དེ། སེང་གེ་དང་ནོར་བུ་ནོར་བུ་དགའ་འཁྱིལ་སོགས་ཀྱི་ཚད་གཞི་ཅིག་ང་ཚོས་བྱེད་སྟངས་བརྟན་པོ་བྱས་ཡོད་ཡིན་ན་ཡང་དམིགས་བསལ་གྱི་ཟུར་ཆག་ནང་ལ་མེད། འདི་ཡོད་ཡག་གོ་ཅིག་བབས་གཟིགས་གནང་ཡག་འདྲ་བོ་ཅིག་སྒང་ལ་བཞག་ཡོད་ཅི་ཐང་མ་གཞི་ང་ཚོ་འདི་ལ་ཡང་རིམ་པ་ཅིག

འདི་ལ་ཡང་ད་ལྟ་སྙན་ཐོ་རྣམས་ཕེལ་བ་དེ་བཀའ་དྲིན་ཆེ་ཞུ་བ་དང་ལྷན་དུ་དྲི་བ་ཆུང་ཆུང་གཅིག་གི་གཉིས་ཞུ་བ་ཡོད་དེ། ད་ལྟ་གཅིག་དེ་ད་ང་རང་ཚོ་གི་ད་ལྟ་དེ་ལ་པར་ནས་ལྟ་ཆོག་ཆོག་དེ་འདྲ་བཟོས་གནང་ཡོད་དུས་གཅིག་བོད་ཡིག་གི་ཐོག་ནས་དཔེ་ཞག་ན་ནི་མི་འོས་ཏེ། དམར་པོ་དང་ཟེར་ནས་བྲིས་ཡོད་དུས་དམར་པོ་ཟེར་དུས་ང་ཚོ་ཞུ་ཞུ་ཅིག་འཕྲུག་ཐེབས་ཡག་ཞུ་ཅིག་ཡོད་རེད་བསམ་གི་མི་འདུག་ད་ཡིན་ན་ཡང་མ་འོངས་པ་ལ་ཡག་ཐག་ཚོགས་པ་སྒེར་ཚོགས་པ་དང་མི་སྒེར་དང་མང་པོ་ཅིག་འདི pattern འདྲ་མི་འདྲ་དག་ཅིག་དེ་རིགས་འདྲ་མི་འདྲ་བཟོས་ཡོང་གི་ཡོད་དུས་ཨནི་འདི་ལ་ད་དབྱིན་ཇིའི་འགྲོ་བོ་ཅིག་གི་ནང་ལ་ཡིན་ན་འདིའི་མཚོན་མདོག་རེ་རེ་ལ་ཁོ་ཅིག་ཨང་ཀིའི་གིས་ཨང་སྒྲིག་ཅིག་ཡོད་གི་ཡོད་དུས་ཁོ་རང་མཚོན་མདོག་དེ་ལ་ཨང་ཀིའི་གིས་མཚོན་དོན་གཅིག་ཡོད་ཀྱི་ཡོད་དུས་ད་དཔེ་བྱང་བ་ན་འདི་འདྲ་གཅིག་བཟོས་བས་ན་ཐོག་མ་མིག་མ་ལགས་ཀྱི་དཔེ་བྱང་ན་དཔར་འདོན་ཚོགས་སུ་ཤོག Photoshop འགྲོ་གཅིག་ནང་ནས་བཟོས་ཡོད་ན་འདི་གི་མདོག་དེ་ལ་ཏན་ཏན་ཨང་ཀི་ཡི་གྲངས་ཀ་གཅིག་ཡོད་རེད་དེ་གྲངས་ཀ་དེ་མ་འོངས་པ་ལ་གཏམ་ཕེབས་ཐུབ་པ་ཡིན་ན་དེ་མཉམ་དུ་མ་ཁྱབ་ཐུབ་པ་ཡིན་ན་ནི་དེ་གྲངས་ཀ་དེ་ཁོ་མ་འོངས་པ་ལ་མཚོན་དོག་འདྲ་མ་འདྲ་མ་ཡོང་བ་ལ་ཕན་ཐོགས་ཤོག་གཅིག་ཡོང་རེད་བསམ་ཡོད་རེད་བསམ་གྱི་འདུག་སྤྱི་བཏང་གི་རེད་དཀར་སོགས།

དེ་སྐབས་སྒེར་བདག་གི་འགྲེལ་བཤད་ནང་དག་རང་བྲིས་ཡོད་རེད་དེ་གཅིག་དུས་ད་འདི་གཞུང་འབྲེལ་གྱི་དྲ་རྒྱ་དུ་སོན་ན་ཡང་གངས་སེང་ཟེར་ནས་བྲིས་ཤག་ད་འདི་ལ་སངས་རྒྱས་ཟེར་ནས་བྲིས་ཤག་དེ་གཅིག་དུས་ཨ་ནི་ད་འདམ་སེང་ཡིན་ན་གངས་སེང་ཡིན་ན་གང་ལྟར་དེ་ཡང་གཅིག་ཡི་གེ་ནང་ལ་གཅིག་གསལ་བོ་གཅིག་ཐེབས་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་ད་ང་རང་ལྟ་སྟངས་དེ་གངས་སེང་ཡིན་ས་རེད་བསམ་གི་ཡོད་རེད་འོ་དེ་གཅིག་དུས་འོ་དེ་གཅིག་ཡང་དགོངས་པ་བཞེས་རོགས་གྱིས་ཟེར་ནས་ཐུགས་ཆེ་གནང། ཞི་བདེའི་ཚོགས་ཆུང་གི་ཚོགས་གཙོ་ཞི་བདེའི་དགེ་རྒན་ལྷ་རམས་པ་སྒྲུབ་ཚེ་བརྟན་ལགས། བཀའ་བསྟན་ཚོགས་གཙོ་མཆོག་ད་ལྟ་ད་རྒྱ་དར་གྱི་དཀྱིལ་གྱི་ཉི་མའི་ཉི་མ་དང་ཉི་མའི་འོད་ཟེར་དེ་གསལ་བོ་རེད། ཉི་མ་དམར་པོ་ཟེར་དེ་ཡང་ང་གཉིས་ཐ་སྙད་ཆ་འདྲ་གཅིག་ནས་ལས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ང་ཚོ་གི་དེ་ཉི་མ་དེ་གསལ་བོ་དང་ཉི་མའི་འོད་ཟེར་དེ་གསལ་བོ་དེ་ཡང་ཚོང་དྲག་གི་ཨང་གྲངས་དེ་ཐག་ཆག་སེར་པོ་དང་གཅིག་པ་གཅིག་མཚུངས་དེ་ཡང་ཁྱེད་ཀྱིས་གསུངས་པ་ན་གཞི་ང་ཚོ་ཨ་མྲ་འདིའི་སོན་རྩ་སྲིན་པོ་ནང་ལས་སླེབས་ཡོང་གི་རེད་ཅེས་ནས། དེའི་ཤོད་ཡ་གཅིག་ཡིན། གཉིས་པ་དེ་ལ་ད་སེང་གེ་དེ་ལ་ཡ་གང་སང་རེད་བ་ཡ་འདང་སང་རེད་སོང་ཡ་དེ་ད་དུས་སུ་ཡོད་བ་དེ་གང་སང་ཡིན། འདི་ལ་གང་སང་བྱ་དགོས་ཡ་གི་རྒྱུ་རང་གི་ཐོག་ལ་ཡིན་བ་ཡིན་ན་ཡ་ད་དེའི་ཐོག་ལ་ཡ་ཨ་ནི་གང་སང་ཡོད་དམ་མེད་གི་རྩོད་པ་རྒྱ་ཉེ་ཡ་བྱུང་ཤག་ངེད་མོ་ལོ་རྒྱུས་གི་ཐོག་ལ་ཨ་ནི་དག་ན་བཞིན་གང་སང་ཟེར་ཡ་དེ་ཨ་ནི། འདི་གི་སེང་གེའི་སྒང་ལ་ང་ཚོ་འདི་བོད་ཀྱི་རྒྱ་སྟག་སྒང་ལ་བཞག་ན་མ་འོས་པ་དེ་ལས་གཞན་པ་བཞག་དགོས་རེད་ཟེར་གྱི་དགོངས་ཚུལ་ཡང་བྱུང་བཞག་ང་ཚོ་ཚོགས་ཆུང་གི་དེ་ལ་ཞིབ་འཇུག་རིམ་པ་བྱས་པ་བརྒྱུད་ནས་ང་ཚོ་ཏང་གིས་གང་ཟག་བཞག་དགོས་ཡོད་ཀྱི་རྒྱུ་མཚན་དེ་ངས་ཏང་གིས་ཞུས་པ་ནང་བཞིན། རྣམ་སྲས་ཀྱི་ཆིབས་པ་དེ་གང་ཟག་རེད། བྱས་ཙང་ང་ཚོ་རྣམ་སྲས་ཏག་ཏག་རྒྱལ་གྱི་དཔུང་རོགས་མཛད་སྤེལ་གྱི་རྒྱ་སྟག་དེ་ལ་སེང་གེ་བབས་ཡོང་དུས་རང་གཞན་གྱི་འདི་གང་ཟག་ཆགས་བསྡད་ཡོད་རེད། དེ་ནི་གཅིག་ནས་དེར་ཡང་ང་ཚོ་ལོ་རྒྱུས་ལ་ཞིབ་འཇུག་བྱེད་འོང་དུས་གང་ལ་ལས་ན་ཐག་པའི་སྣང་ངོར་ལ་གང་ཟག་ཟེར་ཡ་དེ་ཡོད་བ་དང་མཐོང་མྱོང་བའི་ལོ་རྒྱུས་ཡང་དེ་འདྲའི་བསམ་ནམ་དེ་འདྲའི་ནང་ལ་མཇལ་ཡ་འདུག་དེ་ཡིན་ཙང་ཨ་ནི་ང་ཚོ་གངས་རིའི་སྒང་ལ་གནས་པའི་སེང་གེ་དེ་འདི་འདྲའི་བྱུང་ཡོད་བ་གཏན་འཁེལ་རེད་ཟེར། ཅེས་དེའི་དགེ་རྒན་སྨོན་ལམ་དར་ཆེན་ལགས།
ཨ་རིའི་ཚོགས་མཆོག།
སེང་གེ་རྣམ་པ་གཙོ་བོ་ད་ལྟ་བོད་ཀྱི་རྒྱལ་དར་དང་རྒྱལ་རྟགས་རྒྱལ་གླུ་བེད་སྤྱོད་བྱེད་སྤྱོད་ཀྱི་སྒྲིག་གཞི་ད་ལྟ་གྲོས་ཚོགས་ནང་གཏན་འབེབས་གནང་བཞིན་པ་འདི་ལན་ཅིག་གསན་རོགས་གནང་ལེ་ཚན་ནང་མུ་མཐུད་ནས་གསན་སྲིད་ཐུབ་ཀྱི་རེད་སེང་གེ་རྣམ་པ་གཙོས་ཀྱི་འདི་མང་ཚོགས་ལ་ཡི་མཁྱེན་རྟོགས་ཀྱི་ཆེད་དུ་བརྒྱུད་སྐུལ་གནང་རོགས་བྱས་ནས་ཞུ་ཡས་ཡིན་བཀའ་དྲིན་ཆེ།